Ice Hotel། རུ་ཨ་ཟླ་བ་ཁ་ཤས་ཅིག་ཨ་ནི་འཛམ་བུ་གླིང་གི་ད Tourist ཚང་མ་ཡོང་ས་ཅིག་སྐད་གྲགས་ཆེ་ཤོས Ice གི Hotel། འཁྱག་པ་རང་གི་ཟོས་ཤ་སྐྱོག་པད་ཐོག་རྩྭ། དེ་འདྲས་ཡོད་དེ་ཀྱོ Hotel། ཚང་མ་འདི་ནང་ལོག་གི་ཟ་ས་འཐུང་ས་ཡོད་ཀྱོ་ད་སྐབས་ཡན་ཅན་ཚང་མ་ལྟུང་ཡ་ཡོད་ཀྱོ་དེ་ཚོ་ཚང་མ་ཨ་ནི་འཁྱག་པ་ཡིག་ཟོས་ཤ་སྐྱོག་པད་མ་སིག་གི་སྙིང་རྗེ་བོ།

མེ་འབར་གསུམ་བརྗོད་སུ་ཡོད་རེད་ཨ་ནི་ཁོང་ཚོའི་གི་ད་ད་མ་ཐག་ཆོད་ཚང་མ་འདི་བྱས་ཡོང་གོ་ར་ཆ་ཚང་ཆ་རྐྱེན་ཚང་མ་ག་རི་གར་ཚང་ཡོད་མེད་འོ་འདི་ག་ཞིབ་འཇུག་བྱས་ནས་ཨ་ནི་ཤི་ནས་ཨ་ནི་ཡོད་པ་ནི་ག་ས་དེ་མལ་གྲོགས་གི་ནང་ལ་ཨ་ནི་བཟོས་ཡ་ཡོད་རེད་ཞུ་ཡ་རེད།

བཙུགས་དགོས་རྒྱུ་མཚན་དེ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཞི་དགུ་ལ་བཙུགས་དགོས་རྒྱུ་མཚན་དེ་ག་བ་ག་ཐུར་ལ་ན། ར་ཤི་ཡ་དེ་ཉི་མ་དམར་ཤོག་གི་སྐབས་ལ། ལུང་པ། ཚང་མ་བཙན་འཛུལ་བྱས། ཨ་ནི། ད་ག་ད་ཁྲིམས་འགལ་གྱི་ལས་ཀ་མང་པོ། བྱས་ཙང་གི་རྒྱུ་མཚན་འདི་ལ་བལྟས་ནས་ཨ་ནི།

ཡུ་རོབ་ཀྱི་གང་ཟག་སྙེ་མ་བཙན་བཟུང་བྱེད་ཀྱི་ཐབས་ཇུས་ཐབས་ལམ་འགོ་བཙུགས་རེད། ཨ་ནི་ད་ག་ནང་ད་ཁོང་ཚོས་ཀྱི་དམིགས་ཡུལ་དེ་ག་རེད་ལ་ན One Language One Religion ཆོས་ལུགས་གཅིག་སྐད་ཡིག་གཅིག་གང་ལ་ཨ་ནི་བཟོ་ཡས་ཀྱི་འཆར་གཞི་དེ་འདྲ་གཅིག་ཆགས་ཡོད་རེད། ད་ད་ནད་དྲུག་གི་ང་རང་ཚོ་གི་ཡུ་རོ་པིན་ཡུ་ནེན་ཡིན་ནི་རེད། ཨ་ནི་ནེ་རོ། གི་ཧེད་ཀོ་ཏར་འདི་ང་རང་ཚོ་གི་དབུས་ཀྱི་གཞུང་འདི་ག་བ་ཡོད་རེད་ཟེར་ན་ལས་ཁུངས་འདི་ཨ་ནི་སྦྲུ་སིལ་ལ་ཡོད་རེད་ད་ལྟ་སྦེལ་ཇམ་ལ་ཧེད་ཀོ་ཏར་འདི་རོ་ཨོ་དེ་ཨོ་ཕིས་དེ་ཆགས་འདི་ཡོད་རེད། གང་ལྟར་ར་ཤི་ཡའི་གི་ཉི་མ་ཇོར་ཇི་ཡ་ལ་ཡོད་དེ་ལུང་པ་འདི་ཉིས་སྟོང་བརྒྱད་ལ་ཨ་ནི་བཙན་བཟུང་བྱས། རེད་དེའི་རྗེས་ལ་ཉིས་སྟོང་བཅུ་བཞི་ལ་ཀི་རི་མི་ཡ་ལ་ཡི་དེ་བཙན་བཟུང་བྱས། རོ་དེའི་བཙན་བཟུང་བྱེད་དུས་ཉིས་སྟོང་བཅུ་བཞི་ནས་ད་ར་ཤི་ཡའི་གི་བྱས་བཅོས་དང་བདེ་གཟུགས་ལྟ་སྡུག་གང་ལ་ད་ཡུ་རོབ་ནང་ལ་ལམ་སང་ཅིག་མང་པོ་ཅིག་རྔམ་ཚབ་དང་ཅིག་སེམས་འཚབ་མང་པོ་ཅིག་བྱ་ཡ་དེ་དམིགས་བསལ་དེ་ནང་ནས་ཧྥིན་ལན་སུའི་རེན་དེ་ཚོ་ད་པེ་མ་སི་གི་དེ་བྱ་དོད་ད

ས་ཡ་གི་བརྒྱ་ཆ་བརྒྱ་ནས་བརྒྱ་ཁོང་ཚོ་གི་ད་ཐབས་ལམ་ཐབས་ཇུས་དེ་ཁོང་ཚོ་གི་ཇུས་དེ་འདི་རེད་ད་ཐབས་ཤེས་འདྲ་བོ་དེ་འདི་རེད། ད་འདི་རྒྱུ་མཚན་ཁ་ཤས་ཅིག་ཐུག་ཡོད་རེད་ད་ལུང་པ་གཅིག་པུ་མ་ཡིན་པ་ས་ཡ་མ་ཡིན་པ་ད་ལྟ་ལུང་པ་འདི་ཧྥིན་ལན་སུའི་ཏན

གལ་ཆེ་ཤོས་ཀྱི་བྱ་དགོས་རེད། འདི་མེད་བ་ཡིན་ན། ར་ཤི་ཡའི་གི་གལ་སྲིད་སུའི་ཏྲིན་དང་ཧྥིན་ལན་འདི་མ་ཟ་བ་ཟ་མ་ཐུབ་པ་ཡིན་ན། ཁོང་ཚོས་གི་ཨ་ནི་ཡུ་རོབ་ནང་ལ་བཙན་བྱོལ་བྱེད་ཡས་དེ་བྱེད་ཐུབ་ཡས་གི་ཨ་ནི་རེ་བ་དང་མ་སོ་ན་ད་ཡོད་མ་རེད་ཁོང་ཚོ་ལ་གང་ཡིན་ཟེར་ན་ཁོང་ཚོ་ལ་དམག་གི་འགྲོ་ས་དང་བཞག་ས་དང་བསྡད་ས་དང་ཚང་མ་སྒོ་ར་འདི་ཡོད་མ་རེད།

འདི་འདྲས་ལ་ཡང་མིག་དཔེ་བལྟས་ནས་རོ་ང་རང་ཚོ་གི་དང་པོ། གཞི་འདི་ཁྲིམས་དང་ལུགས་ཀྱི་སྒང་ལ་བཞག་བྱས་ཨ་ནི་ང་ཚོའི་གི་ལོ་རྒྱུས་འདི་ཤེས་ཐུབ་པ་ཡིན་ན། ཨ་ནི། ག་རེ་ཡིན་ན་ལང་ཀ། ཅིག་ལང་ཀ་དང་མ་སོང་ན་བསེ་རུ་བསེ་རུ་དོན་ཅིག་ཆགས་བསྡད་ཡོད་རེད་ད་འཛམ་བུ་གླིང་ཚང་མ་གི་ལྟ་ཕྱོགས་འདི་ཨ་རིག་གི་ལྟ་ད་ལྟ་རྒྱ་ནག་ལ་ལྟ་ཕྱོགས་ག་འདྲས་ལྟ་གི་འདུག་ར་ཤི་ཡ་ལ་ལྟ་ཕྱོགས་ག་འདྲས་ལྟ་གི་འདུག་ད་འཛམ་བུ་གླིང་འགྱུར་བ་ཤུགས་ཆེན་པོ་ཤུགས་ཆེ་ཐེབས་བསྡད་ཡོད་རེད།

རྒྱལ་ཁབ་ཕན་ཚུན་གཉིས་གཅིག་ཆགས་ཡོད། ད་དེ་ཚོ་ད་ལོ་རྒྱུས་རིང་པོ་ཡོད་རོགས་ད་དེ་ཚོ་བཤད་མ་གོ་བྱས། ཡིན་ན་དོན་དངོས་པོ་འདི་ཁྲིམས་དང་མཐུན་པའི་གི་སྒང་ནས་སྐད་ཆ་བཤད་བཤད་པ་ཡིན་ན་ཁྲིམས་གི་ཐོག་ནས་ཨ་ནི་ལུང་པ་ག་འདྲི་ཅིག་ནས་ལག་བསྟར་བྱེད་གི་ཡོད་ཀྱི་ངོས་འཛིན་ཅིག་སྟོན་གི་ཡོད་རེད་ད་དཔེ་ན།

དྲག་པོའི་ཐོག་ནས་བཙན་བཟུང་བྱས་པ་ཡིན་ན། དེ་འགྲིག་གི་མ་རེད་ང་ཚོས་ཀྱི་དེ་ནི་ད་དམག་གི་ཐོག་ལ་ག་རེ་འཆར་འགྲོ་མཉམ་འབྲེལ་བྱེད་དགོས་ཡོད་ན་ཐའེ་ཝན་ལ་རོགས་པ་བྱེད་ཀྱི་ཡིན་ཞེས་བཅས་གསལ་བོ་ཞུ་གསུངས་ཚར་རེད། ད་སྲིད་འཛིན་གྱིས་འདི་ག་རེ་བྱེད་ནས་ལབ་དགོས་རེད་ལབ་ཡོད་ན།

ད་ལྟ་ཡི་ད་ཇེ་པན་དང་རྒྱ་ནག་གི་པ་རུ་ལ་ཡ་ཚོང་འབྲེལ་གྱི་འབྲེལ་བ་དེ་མ་འགྲོ་རང་འགྲོ་ཡིན་དུ་ད་ལྟ་བར་དུ་འགྲོ་འདི་འོར་ཚོང་འབྲེལ་ཡོད་རེད་ཡིན་ནས་ད་པ་རུ་ལ་ད་འབྲེལ་བ་ལ་ཡི་དེ་འབྲེལ་བ་ཆེན་པོ་ཡོད་མ་རེད་གཉིས་ཀ་དོག་པའི་གི་ནང་ལ་ད་འདི་བྱས་འདི་འོར་དམིགས་བསལ་གྱི་ད་ལྟ China East Sea ལ་ཡི་ཇོ་ར་ང་ཚོ་ཚོ་འདི་ད་ད་ཇེ་པན་དང་འདི་འོ་ད་འདི་གི་ད་ད། ཚོ་དེ་ཨི་སི་ཏི་གི་སྒང་ལ་རྙོག་དྲ་དེ་ད་ལྟའི་དེ་ཡོད་རེད་ད་འདི་གལ་སྲིད་རྒྱ་ནག་གི་བཙན་བཟུང་དང་འོག་གི་གཅིག་སྲིད་ཇུས་གཅིག་དེ་བྱས་འགྲོ་བ་ཡིན་ན་ལག་བསྟར་དེ་གང་ལ་འགྲོ་བ་ཡིན་ན་ཨ་ནི་ཉེན་ཁ་ལྗི་བོ་དེ་རྗེ་པན་ཉེན་ཁ་ལྗི་བོ་ཞུ་ཆགས་ཚར་ད་ག་རིག་གི་ཐོག་ལ་ཡིན་ན་ཚོང་འབྲེལ་གི་ཐོག་ལ་ཡིན་ན་ལང་ཀ་པོ་རོ་བཀག་གོ་བར་ད་མང་པོ་ཆེ་ལང་ཀ་བཀག་གོ་བར་ད་དེ་ནས་འོ་དེ་ལ་བལྟས་ནས་རྒྱུ་མཚན་དེ་ལ་བལྟས་ནས་ད་ད་ད། འཛམ་བུ་གླིང་འདི་འགྱུར་བ་ག་འདྲས་ཐེ་ཡོད་རེད་ད་ཅི་སྔོན་ལ་ངས་འགྱུར་བ་ཞུ་ཞིམ་པོ་ཐེ་ཡོད་རེད twenty first ནང་ལོ་ལ་ད་འཛམ་བུ་གླིང་གི་ནང་ལ་དམག་ལས་འདི་མི་སུ་གཅིག་རྒྱབ་སྐྱོར་བྱེད་ཀྱི་ཡོད་མ་རེད་རོ་དམག་འདི་ག་ལ་ད་ར་ཤི་ཡའི་ལ་འདི་དངོས་ཡིན་ན་ཆ་ཤི་དང་ཨ་ནི་རྒྱབ་ཀྱི་གཉན་ས་ལག་རོ back bone འདི་རྒྱ་ནག་ཆ་དེ་རེད་རྒྱ་ནག་ར་ཤི་ཡ་ར་ཤི་ཡ་རྒྱ་ནག།

དཔལ་འབྱོར་དོ་དཔལ་ཤུགས་ཆེན་པོ་བྱ། མི་དམངས་ཀྱི Zero Tolerance གི་དམ་དྲག་དེ་ད་ལྟ། དེའི་སྒང་ལ་མི་དམངས་ཀྱི་ད་ཤུགས་ཆེན་པོ་ཞུ་ཅིག་མ་དགའ་བའི་རྣམ་འགྱུར་དང་ངོ་རྒོལ་རྣམ་འགྱུར་དེ་འདྲས་མང་པོ་ཅིག་བྱུང་ཡོད་རེད་ད། ད་ཁོ་རང་ཐའེ་ཝན་ཟས་དེ་ད་ད་ལྟ་མཁས་དབང་མང་པོ་ཅིག་གི་གོ་ད་ཅིག་འགྲོ་དུས་ནང་ལ་ག་རེ་ཞུ་དུས་སླ་བས་ན་མཐའ་སྡོམ་དེ། ཐའེ་ཝན་འདི་ད་ཁོ་ཚོ་གིས་གང་ཡང་བྱེད་ཐུབ་མ་རེད་ད། གེ་སྐུ་ཅིག་བྱེད་ཐུབ་མ་རེད། བྱས་བྱས་འདི་ཚིག་ཐག་མཐོ་བོ་ཐོང་ནས་བཤད་ཀྱི་འདུག་ད་འདི་རྒྱལ་ཁབ་དཔེ་ཆེན་པོ་རོ་རྒྱ་ནག་གི་གུ་ཀྱོག་ཁུར་རྒྱ་ཐུག་མེད་འོ་གེ་ད་རྣམ་པ་ཅིག་མཐོང་གི་འདུག་ད་ར་ཤི་ཡའི་གི་རྡོག་རྒྱ་ཚང་མ་མཐོང་ས་རེད་ད་རྒྱ་ནག་གི་རྡོག་རྒྱ་སྟོན་གི་མ་རེད་བ་ཁོ་ཚོ་གིས་རྒྱུ་མཚན་འདི་ལ་ལྟ་ནས་ཆ་དོད་རེད་ཨ་ནི་རྣམ་པ་ཚོ། ད་རིང་ངེད་ཀྱི་ཨ་ནི་ཅེ་ནཱ་ལ་ཕེབས། ཚང་མ་ལ་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན།